རང་མཚན་མ་གྲུབ་ཀྱང་རྟེན་འབྲེལ་བཀྲ་བའི། ཤྲཱི་གསུང་མཁན་པོ་རྣམས་དགྱེས་ཀྱིས་མཛོད་ཤིག། ཡག་པོ་འདུག་ག། ད་འདི་ཡི་གེ། ཕུང་སོགས་ཀྱི་ཆོས་དེ་མེད་ན་ཡོང་གི་མ་རེད་ཟེར་ནས་ད་གཅིག་ཨུ་ཚུགས་བརྒྱབ་བསྡད་དེ། ཕྱི་དོན་བཤིག་ན་འགྲིག་གི་མི་འདུག་ཟེར་ནས་ད་ཕྱི་དོན་རྙེད་སྒུག་འདུག་ཟེར་ནས་ཕྱི་དོན་རྙེད་ཡག་དེ་འདྲ་ལ་ཡང་ཨེ་ནི་ཆ་མེད་བཞག་གི་ཡོད་རེད་བ། ད་དབུ་མ་པ།

ཚེ་དང་ནང་འཛིན་པ་རྟགས་དོན་བཙལ་ན་མི་རྙེད་པ་རེད་དེ། དེ་ནས་མ་བརྟག་མ་དཔྱད་པའི་ངང་ནས་མིང་ཙམ་གྱི་འཛིན་པ་བཞག་ཆོག་ན་ཕྱི་དོན་ཡང་རྟགས་དོན་ཆ་ནས་གཉིས་ཡང་ཡོད་མ་རེད་དེ་མ་བརྟག་མ་དཔྱད་པའི་སྒོ་ནས་ཕྱི་དོན་བཞག་ཆོག་རེད། ཚེ་དང་གཟུང་འཛིན་གཉིས་པོ་དེ་ཐ་སྙད་དུ་ཡོད་སྙམ་དོན་དམ་པར་མེད་སྙམ་བཤད་སོང་བ། བྱས་ཙང་ཀ་ཕྱི་དོན་མ་ཤེས་པའི་བློ་གཟུ་མི་དགོས་ཟེར། འདི་འདྲི་སོང།

ཚད་མ་དང་གཞལ་བྱ་ལྟོས་ནས་གྲུབ་པ་ཞིག་བཞག་ཡོང་བ་ཡིན་དུས་ཙང་ནས་རང་རིག་གེ་བཤད་དགོས་མི་འདུག་ག་ཡིན་ནའི་རང་རིག་བཀག་ནས་གཞལ་བྱ་འཇལ་བྱེད་ཀྱི་རྣམ་གཞག་ལྟོས་གྲུབ་བདེ་མོ་བདེ་མོ་བྱས་ནས་བཞག་ཐུབ་པ་ཡིན་དུས་ཙང་ནས་རྣམ་རིག་མང་བ་ཚོ་ཐུགས་ཁྲལ་མ་གནང། ད་དབུ་མ་པ་ཐ་སྙད་དུ་རང་མཚན་བཞེད་མཁན་ཚོས་ཐ་སྙད་དུ་རང་གི་མཚན་ཉིད་མ་གྲུབ་ན། དོན་གྱི་ངོས་ནས་གྲུབ་པའི་ཆོས་ཞིག་མེད་ན་མེད་པ་རང་ཆགས་ཡོང་གི། ཨ་ནི་རྟེན་འབྲེལ་ཡན་ལག་བཅུ་གཉིས་ཟེར་ཚུལ་དེ་ཡོང་གི་མི་འདུག་བཤད་ནས་ད་གནས་པ་དེ་སླེབས་ཡོང་དགོས་པ་རེད། ས་མཐའ་འདི་སྐྱོན་མི་འདུག་རང་བཙན་མ་བསྒྲུབས་ཀྱང་རྟེན་འབྲེལ་བཀྲ་བས། ཤི་གསོན་མཁན་པོ་རྣམས་རྒྱལ་གྱིས་མཛོད་གཞིར་བྱས་ནས། ཨ་དེ་འདྲ་སོང་བ་རེད་སྤྱི་ཚགས་དེ་དངོས་གནས་རེད་འདུག་བ་ད་ཨ་འདྲ་དེ་དེ་གོང་མ་གོང་མ་ཅིག་དེ་མ་བཀག་ནས་གོང་མ་གོང་མས་ཅིག་སྐྱོན་ཅིག་མཐོང་ནས་སྐྱོན་དེ་སེལ་ཡག་དོན་དག་ལ་ཅིག་དོན་རག་པ་ཅིག་ཅིག་ཅིག་མ་བཤད་ཀ་མེད་ཆགས་རོ་བ་ད་དེ་སྐྱོན་ཁྱོན་ཡང་མ་རེད་དབུ་མ་པས་ད་དཔལ་ལྡན་ད་ཚོར་དེ་མགོན་པོ་ཀླུ་སྒྲུབ་ཀྱི་བཞེད་པ་ཐུན་མོང་མ་ཡིན་པ།